རྣམ་པ་རྣམ་པ་ཚང་མ་ལ་སྒྲ་ཇི་ལེགས་ཤོད་ཡིན་ད་ད་ད་ང་སྐར་མ་ཁ་ཤས་ཅིག་གི་བརྙན་ཇི་ལེགས་ཡིན་ད་དེ་བརྙན་དེ་ག་རེ་ཡིན་ལ་བ་ན་བྱང་ཨ་རིག་གི་སྤྱི་འཐུས་འོས་མི་ངོ་དྲུག་དང་རྒྱབ་སྐྱོར་གྱི་ཆེད་དུ་སྐར་མ་ཇི་ཞོད་ཡིན་ད་ད་ལྟའི་ཆ་ལ་ང་ཚོ་གི་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་བསྡུ། ལས་རན་གྱི་ནོར་ལོངས་ནི་ད་འུ་མི་འདེམས་ཆོག་གི་གླིང་མོར་ཅིག་དྲ་ལམ་དང་ད་སྤྱི་ཚོགས་ནོར་ལོངས་འགྲོ་གྱིན་པ་ཆགས་དེ་རེད། ཨ་ནི། དེ་འདྲ་གི་གནས་སྟངས་ཅིག་གི་འོག་ལ་ད་ལྟའི་ཆ་ལ་སོ་སོ་བསྡད་ས་དེ་ཨ་རི་ཡིན་གྱི་ཆ་ནི། ད་ངོ་ཤེས་པ་དང་རྒྱུས་ཡོད་ཉེན་ཡིད་ཆེས་ཡོད་ཉེན་ཁག་ཅིག་གིས་ཨ་ནི་བྱང་ཨ་རི་གི་ད་སྤྱི་མཐུས་དེ་ད་སུ་ལ་འུ་ཤོ་སློབ་ཡག་ཡིན། དེ་འདྲ་གི་སྐད་ཆ་དྲི་ཉེན་ད་མི་ཉུང་བ་ཞིག་བྱུང་གི་འདུག་དེ་འདྲའི་མི་ཆ་ནི་ངས་ང་རང་གི་ངོས་ནས་དེ་རིང། དེའི་ཐད་ལ་ད་སོ་སོ་ངོས་ནས་བྱང་ཨ་རིའི་སྤྱི་མཐུན་འོས་མི། སུ་ཡིན་མིན་གྱི་སྐོར་ལ་སྐད་ཆ་སིལ་བོ་ཅིག་བཤད་ཡག་དེ་གལ་ཆེན་པོ་མཐོང་སོང། ད་སྤྱིར་བཏང་ད་ལྟའི་ཆ་ལ་ང་ཚོ་གི་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་ཆ་རྐྱེན་གྱི་འོག་ལ་བྱང་ཨ་རི་ལ་སྤྱི་མཐུན་གྱི་ས་མིག་གཉིས་ཡོད་པ་ནོར་ནོར་ནི་ད་སྤྱི་མཐུན་འོས་མི་གཅིག་དེ་ད་ད་ནིའུ་ཡོག་ལ་གནས་བཞུགས་སྒྲུང་དཀར་ལྷ་མོ་ལ་ཡིན་པ་དེ་ངས་ད་བར་གྱི་ཟླ་བ་གཉིས་སྔོན་ལ་ངོ་དེབ་ཐོག་ར་ཡིག་ཐོག་ནས་མོ་རང་གི་བརྙན་པར་ཇུས་སྤེལ་བྱས་པ་དང་མཉམ་དུ་སིལ་བུར་བཟོས་ཟིན་པའི་གནས་སྟངས་ཆགས་འདི་ཡོད་དེ་འདྲའི་མི་ཆགས་ནས་སྤྱི་མཐུས་འོས་མི་གཅིག་དེ་སྒྲོ་མཁར་ལྷ་མོ་ལགས་ལ་རྒྱབ་སྐྱོར་བྱས་དེར་འགྱུར་བ་མེད་ཟེར་ཞོར་ཡིན། ད་དེ་ནས་སྤྱི་མཐུས་འོས་མི། གཞན་པ་དེ་ད་དེར་ངའི་སྲོལ་ཡིན་པ་སྐོར་ལ་ངོ་རུ་ཅིག་ཤོད་ཡིན། ད་དེའི་སྲོལ་ཡིན་ལ་བ་ན་ད་ལྟའི་ཆ་ལ་ཨ་རིག་གི་མངའ་སྡེ Amherst Massachusetts ལ་བཞུགས་མཁན་རྒན་དོན་གྲུབ་ཚེ་རིང་ལགས་ཕྱག་འདེགས་ཡོད། ད་རྡོག་རྡོག་དེ་ངའི་སྤྱི་འཐུས་འོས་མི་བྱང་ཨ་རིག་གི་སྤྱི་འཐུས་འོས་མི་རྒྱབ་སྐྱོར་ཞུ་ས་གཉིས་དེ་གཅིག་དེ་ནིའུ་ཡོག་ལ་གནས་བཞུགས་རྒྱང་གར་ལྷ་མོ་ལགས་དང་ཡང་ན་གཅིག་དེ་དེ་རིང་ངས་ངོ་སྤྲོད་ཞུ་ཡག་ཨ་རིག་གི་མངའ་སྡེ་ཨེམ་ཧར་སི་མེ་སི་ཆུ་སི་ལ་བཞུགས་ཉིན་རྒན་དོན་གྲུབ་ཚེ་རིང་ལགས་ཕྱག་འདེབས་ཀྱི་ཡོད་སུ་ཤ་ཡིན། ད་རྒན་དོན་གྲུབ་ཚེ་རིང་ལགས་འདྲ་བོ་ཆ་བཞག་པ་ཡིན་ན། རྒྱ་གར་ནང་ལོགས་ལ་གཞི་རིམ་གྱི་སློབ་གྲྭ་ཐོན་ཚར་བའི་རྗེས་ལ་ཅཱནྡི་གིར་མཐོ་སློབ་ལ་ད་ལོ་བདུན་ཟེར་མགོ་ལ་མཐོ་རིམ་སློབ་སྦྱོང། གནང་བ་དང་ད་དེའི་རིང་ཁང་ལ་བཅར་འདྲི་གི་ར་ས་གནས་གཞུང་ནང་གི་ཚོགས་གཙོ་གིས་འགན་ཁུར་ཞུས་མྱོང་བ། དེ་ནི་བོད་ཁྱིམ་སྤྱི་ཁྱབ་ཡིག་ཚང་ལ་ད་བོད་པིག་གི་བུ་ཕྲུག་ཚོ་གི་མདུན་ལམ་དང་སློབ་སྦྱོང་འབྲེལ་བའི་ཐོག་ལ་བོད་ཁྱིམ་སྤྱི་ཁྱབ་ཡིག་ཚང་ལ་ལོ་བཅུ་གསུམ་ཙམ་ལ་ད་འགན་ཁུར་ཞུས་མྱོང་བ། དེ་ནི་ད་ལྟའི་ཆ་ལ་ཨ་རི་གི་སྙན་གྲགས་ཅན་གྱི་མེ་སི་ཆུ་སི་གཙུག་ལག་སློབ་གཉེར་ཁང་གི་མཛེས་ཉོག་ལས་རྗེས་གནང་ནས་ད་མི་ལོ་ཉི་ཤུ་སོན་འགྲོ་བཞིན་པའི་དགེ་འདུན་དང་ཆ་སྟེགས་སྡོད་གོ་རོང་རབ་ཆ་བཞག་ཡིན་ན། དེ་ནི་ཨ་རི་ལ་ཁོ་རང་འཚོ་ཕེབས་ཚར་བའི་རྗེས་ལ་ད་ས་གནས་ལ་སྤྱི་མཐུན་ཚོགས་པ་གི་ཚོགས་གཙོ་འཐུས་མ་གསུམ་བཞི་གནང་བཞག། བོད་རང་བཙན་སློབ་ཕྲུག་ཚོགས་པའི་རྒྱལ་སྤྱིའི་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་བློ་གཉིས་སུ་གནང་བཞག་དེ་ནས་མེ་སི་ཆུ་སིའི་གཙུག་ལག་སློབ་གཉེར་ཁང་ལ་བོད་རང་བཙན་སློབ་ཕྲུག་ཚོགས་པ་གི་སློབ་སྟོན་པོ་གནང་ནས་ད་ལོ་བཅོ་ལྔ་སུ་འགྲོ་གི་འདུག་ད་དེ་ནས་ཉིས་སྟོང་བདུན་གི་ལོ་ལ་རྒྱལ་བ་རིན་པོ་ཆེ་ད་ལྟ་མེ་སི་ཆུ་སི་ཨེམ་ཧར་ས་གནས་ལ་ཆིབས་སྒྱུར་སྐབས་ཀྱི་ད་གདན་བཞུགས་གོ་རེག་ཞུ་སྙན་གྱི་འགན་ཁུར་ཉིན་གཙོ་བོ་གྲས་ཀྱི་ཆ་འདེགས་འདུག་ད་དེ་ལ་སོགས་ཀྱི་གི་གོང་ལྟར་རྒྱ་གར་ནང་ལོག་དང་ཨ་རི་ནང་ལོག་ལ་གལ་གནད་ཆེ་བའི་ལས་འགན་མང་པོ་གཅིག་འགན་འཁྱི་ཉུང་བ་དང་དེ་ཡང་གྲུབ་འབྲས་ལྡན་པ་དང་ནི་ཚགས་ཚུད་པོ་གི་ཐོག་ནས་འགན་འཁྱི་ཉུང་བའི་གི་ཉམས་མྱོང་དང་འཇོན་ཐང་ཡོད་པའི་མི་སྣ་གྱི་ཆ་འདེགས་ཡོད་རེད། ད་ལྟའི་ཆ་ལ་ང་ཚོ་གི་གནས་སྟངས་དེ་རྒྱལ་ཁབ་དགྲ་བོ་རྒྱ་ནག་གི་བཙན་འཛུལ་གྱི་འོག་ལ་ཡོད་པའི་ཆ་ནས་ང་ཚོའི་དགྲ་བོ་དེ་རྒྱ་ནག་ཡིན་པ་དང། ད་འདས་པའི་མི་ལོ་ཉི་ཤུ་སུམ་ཅུ་ཟེར་གྱི་ནང་ལོགས་ལ་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཕྱིན་པ་དང་མཉམ་དུ་རྒྱ་ནག་གི་ཚོང་འབྲེལ་དང་འཐབ་ཇུས་ཀྱི་འོག་ནས། སྤྱི་ཡོངས་ནས་རྒྱལ་སྤྱིའི་ཐོག་ལ་བོགས་གཏོང་རྒྱབ་སྐྱོར་འཚོལ་ཡ་དེ་ཚོ་ལ་དཀའ་ལས་ཁག་པོ་གི་དུས་སུ་སྐྱེལ་སྟངས། ནི་ལྷག་པར་དུ་རྒྱལ་སྤྱིའི་སྲིད་གཞུང་ཁག་གིས་གཞུང་འབྲེལ་གྱི་སྡིངས་ཆ་གི་ཐོག་ལ་བོགས་གཏོང་གླེང་སློང་བྱས་པ་དང་བོགས་གཏོང་བདེ་འཇགས་ཀྱི་རྒྱབ་སྐྱོར་ཚད་དེ་དཀའ་ལས་ཆེན་པོ་གྱི་དུས་ཚོད་ཅིག་བྱུང་མྱོང་རེད་རྒྱ་ནག་ཡར་རྒྱས་ཀྱི་ཁྲོམ་ར་གིས་ད་རྒྱ་ནག་གི་ཁྲོམ་ར་དབང་བསྒྱུར་དང་འབྲེལ་བའི་གྱི་བརྒྱུད་རིམ་ནང་ལོགས་ལ་བོགས་གཏོང་རྒྱབ་སྐྱོར་ཚད་དེ་དཀའ་ལས་ཁ་བོ་ཞུ་བ་བཅས་ཀྱི་གནས་སྟངས་ཅིག་བྱུང་མྱོང་རེད་དེ་རིང་ནས་ཡར་ཚིག་པའི་ལོ་ཉི་ཤུ་སུམ་ཅུ་ཅིག་གི་ནང་ལོགས་ལ། བརྒྱུད་རིམ་དེ་ནི་ས་གནས་ཨ་རིག་གི་ད་གཞུང་མོང་ལ་བོ་དོང་ཤེས་རྟོགས་ཀྱི་ལས་འགོར་སྤེལ་ནས་ད་ཚོགས་པ་སྒྲིག་འཛུགས་གཞུང་དང་གཞུང་འབྲེལ་མ་ཡིན་པ་ནས་མི་མང་པོ་ཞི་བ་བཅས་ཀྱིས་ད་གོང་ལྟར་ཨ་རིག་གི་མངའ་སྡེ་དང་དབུས་གཞུང་གི་ད་གྲོས་ཚོགས་ལ་བོ་དོང་ཤེས་རྟོགས་ཀྱི་ལས་འགོར་སྤེལ་བྱས་ནས་ད་ལོ་གང་ལང་གང་བསམ་ཅིག་འགྲོ་གི་ཡོད་རེད། དེར་འབྲེལ་གྱི་ལས་འགུལ་གྱི་བརྒྱུད་རིམ་ནང་ལོགས་ལ་ད་ཨ་རིའི་གྲོས་ཚོགས་གོང་འོག་གི་ནང་ལོགས་ལ་བོད་དོན་ཁྲིམས་འཆར་ད་སྔ་གཞི་ཁ་ཅིག་གཏན་འབེབས་བྱེད་ཐུབ་པའི་གནས་སྟངས་ཆགས་ཡོད་རེད་དེ་ཚོ་གཏན་འབེབས་བྱེད་ཡག་གི་སྐབས་ལ་ཨ་རིག་གི་མེ་སི་ཅུ་སི་མངའ་སྡེ་ལ་ཆ་མཚོན་ཡོད་ན། ད་མེ་སི་ཅུ་སི་མངའ་སྡེ་གི་གྲོས་ཚོགས་འཐུས་མི་བཅུ་གཅིག་ཚང་མ་གི་གོང་ལྟར་ཨ་རིའི་ནང་ལོགས་ལ་བོད་དོན་ཁྲིམས་འཆར་ལ་རྒྱབ་སྐྱོར་རག་ཐུབ་པ་གི་གནས་སྟངས་བྱུང་ཡོད་རེད། ད་དེ་ལ་དེ་འདྲ་གི་རྒྱབ་སྐྱོར་བརྩི་ཡག་ལ་ད་སྤྱིར་བཏང་གི་གཞུང་དང་གཞུང་འབྲེལ་མ་ཡིན་པའི་སྡེ་ཚན་དང་ཚོགས་པ་སྒྲིག་འཛུགས་མི་སྒེར་མང་པོ་ཅིག་ཡོད་པའི་ནོར་ལོག་ནི་ད་གེ་དོན་གྲུབ་ཚེ་རིང་ལ་འདྲ་བོ་ཆགས་ཀྱང་ད་དེའི་ནང་ནས་མི་སྣ་གཙོ་བོ་གྲས་ཅིག་ཆགས་བསྡད་ཀྱི་ཡོད་རེད། ད་དེའི་གྲས་དེ་ཁོ་རང་གི་འདས་པའི་གི་བུ་སྐྱིད་བྷིག་གི་རྩ་དོན་འཐབ་རྩོད་དང་འབྲེལ་བའི་གི་ད་ལས་འགོར་གི་ནོར་ལོག་ལ་ཆ་ཤས་ག་རེ་ག་རེ་བླངས་ཡོང་བའི་གི་རིམ་པ་ཅིག་རེད། སྤྱིར་བཏང་ནས་ཁོ་རང་ནམ་རྒྱུན་དུ་ནས་ཅིག་སུ་སི་བོད་རྒྱལ་ཁབ་དང་བོད་མི་རིགས་ལ་རྒྱལ་ཞེན་དང་རིགས་ཞེན་ཧ་ཅང་གི་ཚིག་མཐོན་པོ་ཡིན་པ་དང། རྒྱལ་ཞེན་དང་རིགས་ཞེན་ཡོད་བ་ཙམ་མ་ཡིན་པར་ཤེས་ཡོན་དང་འཇོན་ཐང་ཉམས་མྱོང་ཕུན་སུམ་ཚོགས་པའི་མི་ཅིག་ཡིན་པའི་ཆ་ནས། ད་ཁོ་རང་གཙོ་བོ་བྱེད་ཕྱོགས་ཀྱི་མེ་སི་ཆུ་སི་ཨེམ་ཧར་སི་གནས་སྦྱོར་གྱིས་ད་བོད་མི་དེ་ཚོ་གིས་མཉམ་རུབ་ཀྱི་ནུས་པ་སྤུངས་བའི་བཀའ་དྲིན་ལ་བརྟེན་བྱས་ནས་ཨ་རིའི་གྱི་ནོབ་མེ་སི་ཆུ་སི་གྱི་ས་ཁུལ་ལ་ནི་བོ་དོང་གོ་ཐོག་དེ་ད་ཨ་རིའི་ནང་ལོགས་ནས་ད་ཚིག་མཐོ་བའི་གི་ད་རིམ་པ་ཅིག་ལ་སྐྱེས་ཐོབ་ཡོང་བའི་གི་གནས་སྟངས་ཡོད་བ་མ་ཟད་ནི་ལྷག་པར་དུ་མེ་སི་ཆུ་སི་གྱི་ད་གྲོང་ཁྱེར་ཁག་ཅིག་གི་ནང་ལོགས་ལ་གྲོང་ཁྱེར་ཁག་གི་སྦྱར་ས་ལ་སུམ་ཅུ་སྒེར་ལངས་ཀྱི་ཉིན་མོ་དེ་བོད་ཀྱི་ཉིན་མོ་ལ་གཏན་འབེབས་ཞུ་ཐུབ་ཡ་དང། རྒྱལ་བ་རིན་པོ་ཆེ་གི་སྐུ་ཡི་འཁྲུངས་སྐར་དེ་བྱམས་བརྩེ་གི་ཉིན་མོ་ལ་གཏན་འབེབས་ཞུ་ཐུབ་ཡ། དེ་ནི། སུམ་ཅུའི་སྒེར་ལངས་ལ་སོགས་པའི་དུས་ཚོད་གལ་ཆེན་ཁག་ལ་ནི། མེ་སི་ཆུ་སི་ཀི་ཏ་ས་གནས་ཀྱི། གཞུང་གི་ལས་ཁང་གི་ནང་ལོགས་ལ་དང་གཞུང་འཛིན་མི་སྣ་དང་གྲོས་ཚོགས་འཐུས་མི་གི་ལས་ཁང་ལས་ཁང་གི་ནང་ལོགས་ལ་བོད་ཀྱི་རྒྱལ་དར་སྒྲེང་འཛུགས་ཀྱི་དང་ལས་རིམ་སྤེལ་ཐུབ་པ་ལ་སོགས་པའི་དང་གོང་ལྟར་ཨ་རིག་གི་མངའ་སྡེ་གི་གྲོས་ཚོགས་དང་འཛིན་སྐྱོང་གི་དང་མདུན་ཅོག་གི་ཐོག་ལ་བོད་པའི་གནས་སྟངས་དེ་ཚིག་མཐོན་པོ་གཅིག་ལ་དང་སྐྱེལ་ཐུབ་པ་གི་གནས་སྟངས་ཆགས་བསྡད་ཀྱི་ཡོད་རེད། དེ་དངོས་ཡོད་གནས་ཚུལ་གྱི་ད་གེ་དོན་གྲུབ་ཚེ་རིང་ལགས་དང་འབྲེལ་བའི་གེ་ད་དངོས་ཡོད་གནས་ཚུལ་གྱི་གྲུབ་འབྲས་དང། ལོ་རྒྱུས་ཅིག་ཆགས་བསྡད་ཡོད་པའི་ཆ་ནས། ཨ་ནི་གེ་དོན་གྲུབ་ཚེ་རིང་ལགས་དེ་ད་བྱང་མངའ་རིས་ཀྱི་སྤྱི་མཐུན་ད་འོས་མའི་ཚིག་དང་བདུན་པ་ཅིག་ཡིན་པ་ལ་ང་རང་གིས་ངོས་འཛིན་དང་རྒྱབ་སྐྱོར་ཞུ་གི་ཡོད། སྤྱིར་བཏང་ནས་ད་མི་བཞི་དང། སྤྱི་བའི་འགན་ཁུར་ཆེ་བཞག་གི་གནས་སྟངས་ནས་ཞུས་པ་ཡིན་ན། མི་ཁག་ཅིག་གིས་སྤྱི་བའི་འགན་ཁུར་དང་སྤྱི་བའི་ཞབས་ཞུ་གི་མན་ཁིས་བྱས་ནས་སྤྱི་བའི་སྒྲིག་འཛུགས་ཀྱི་ཐོག་ལ་ལས་གནས་ཁུར་བ་ཡིན་ན་ལས་ལས་ཡུན་གྱི་རིན་གོང་ལ་ངོ་སྲུང་སྤྲོད་ལེགས་དང། རང་གི་དོན་དག་སྒྲུབ་ཡག་ཅིག་མ་གཏོགས། རང་གི་འགན་ཁུར་ཞུ་ས་ཀྱི་སྒྲིག་འཛུགས་དེ་གའི་ལངས་ཕྱོགས་དང་ལས་འགན་ཙམ་ཡང་གོང་ལྟར་མ་འཁོར་བ་བྱེད་ཀྱི་ནས་ད་གོང་ལྟར་ལོ་གསུམ་བྱེད་དགོས་ན་དྲ་གྲོགས་བྱེད་དགོས་ན་དེའི་དུས་ཚོད་དེ་སྐྱེལ་ཐབས་ཙམ་བྱེད་བསྡད་ཉན་གལ་ད་མི་ཁ་ཅིག་ང་ཚོ་གི་མིག་མདུན་རང་མཐོང་ཡང་ཡོད་རེད་དེའི་རེག་དེ་གའི་ལོ་ག་ཚོད་ཞབས་རྩི་ཞུ་ཡིན་ལབ་གི་ཡོད་བ་ཡིན་ན་ལས་དེ་ཧང་སང་ཡང་གེ་ངས་ངོས་འཛིན་ཞུ་གི་མེད། ངོས་ཚེ་མ་ཞོལ་གྱི་རྒྱུ་མཚན་ག་རེ་ལབ་ན་དེ་སུའི་གྲས་དེ་གི་སྤྱི་བའི་སྡིངས་ཆ་དེ་སོ་སོའི་མིང་བཟོ་ས་ཅིག་དང། ཨ་ནི། སོ་སོ་གི་ཁེ་ཕན་སྒྲུབ་ས་ཅིག་ལ་བརྩིས་ནས་སྤྱི་བའི་སྒྲིག་འཛུགས་ཀྱི་གང་ལ་ཡུག་བ་མ་གཏོགས། སྤྱི་བའི་སྒྲིག་འཛུགས་དེ་དང་སྡིངས་ཆ་དེ་འགན་འཁུར་ས་ཅིག་ལ་བརྩི་གི་མེད་པ་དེ་ད་ང་ཚོ་གི་སྨད་ཀྱི་མདུན་ལ་མཐོང་ཡག་དང། ཨ་ནི་སོ་སོ་ལ་དངོས་སུ་ཉམས་མྱོང་བྱུང་ཡོད་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད། དངོས་སུ་མཐོང་ཡོད་ཀྱི་ཉམས་མྱོང་ཅིག་ཆགས་བསྡད་ཀྱི་ཡོད་རེད། མི་དེས་རེག་དེ་གའི་ལོ་ག་ཚོད་སྤྱི་བའི་སྡིངས་ཆའི་ཐོག་ལ་ལས་ཀ་ལས་པ་དེས་སྤྱི་བའི་སྡིངས་ཆ་དང་སྤྱི་བའི་དུས་ཚོད་དེ་འཕྲོ་བརླག་གཏོང་བར་ཆགས་བསྡད་ཀྱི་ཡོད་པ་བཅས་ངས་ངོས་འཛིན་ཞུ་གི་ཡོད། དེ་སོགས་སྤྱི་བ་ལ་ཞབས་ཞུ་བྱ་རྩིས་ཞུ་བ་དང། སྤྱི་བ་ལ་འགན་འཁྱེར་བ་བཅས་ལ་སོ་སོའི་ངོས་ནས་འདྲི་ཤེས་རྒྱག་གི་ཡོད་པ་ཡིན་ན་ལ་ངའི་ངོས་ནས་དེ་འབྲེལ་གྱི་ངོས་འཛིན་ཞུ་ཐུབ་མེད་དེ་གསལ་པོ་བྱས་ནས་ཞུ་གི་ཡོད། ཡིན་པ་ཡིན་ན་ལས་རྒན་དོན་གྲུབ་ཚེ་རིང་ལ་འདྲ་བོ་ཆ་བཞག་པ་ཡིན་ན་དེ་འདྲ་མ་ཡིན་པར་རྒྱུན་རིང་པོ་ནས་བོད་ཕྲུག་ཁྱིམ་སྡེ་ཁའི་ནང་ལོགས་ལ་ལས་ཀ་བྱེད་པ་ནི། བཟང་སྟེ། ནི། ལས་དོན་ག་རེ་གནང་གི་ཡོད་པ་དེ་ད་ད་ལྟ་བོད་ཕྲུག་ཁྱིམ་སྡེ་ཁའི་ལས་བྱེད་ཟུར་པ་འབྲི་སྲོང་དེ་འདྲ་གི་གཉེན་ནང་ལོགས་ལ་མ་དྭངས་རྗེས་ནས་གང་ལྟར་དོན་གྲུབ་ཚེ་རིང་ལགས་བོད་ཕྲུག་ཁྱིམ་སྡེ་ལ་ཕྱག་ལས་གནང་བའི་སྐབས་ལ་ནི་དྲང་ཚུགས་ལྡན་པ་སྤྱི་སེམས་ལྡན་པ་གི་ཐོག་ནས་ཁར་ཁ་ཐུག་གི་ནི་ཅིག་ཕྱག་ལས་གནང་ཉིན་དང་འགན་འཁེལ་ཉིན་གཅིག་ཡིན་པ་ད་བགྲེས་སོང་དོན་གྲུབ་ཀྱི་གསུང་གི་ཡོད་པ་དེ་སོ་སོའི་ངོས་ནས་དེ་ག་རང་ངོས་འཛིན་ཞུ་གི་ཡོད་དེ་ཡང་ག་རེ་ཅིག་ནི་ཞུ་གི་ཡོད་ལབ་ན་གཞན་དག་ཅིག་གི་ཤེས་བ་ཙམ་མ་ཡིན་པ་ང་རང་འདྲ་བོ་ཅིག་ཡིན་ན་ལས་འདས་པའི་ལོ་ཁ་ཤས་ཅིག་གི་ནང་ལོགས་ལ་རྒན་དོན་གྲུབ་ཚེ་རིང་ལགས་དང་འབྲེལ་བ་བྱུང་བ་དང། འབྲེལ་བ་བྱུང་བ་མེད་པའི་རྩ་དོན་འཐབ་རྩོད་དང་འབྲེལ་བའི་ཐོག་ལ་ཁོ་རང་གི་ལས་ཀ་བྱེད་སྟངས་ཀྱི་ཐོག་ལ་སོ་སོ་གིས་དོ་སྣང་བྱེད་བདེ་བའི་བརྒྱུད་རིམ་ནང་ལོགས་ནས། རྩ་དོན་འཐབ་རྩོད་ལ་འགན་འཁུར་བའི་གནས་སྟངས། མི་གཞི་གི་གནས་སྟངས་དེ་ཚོ་ཕྱོགས་མང་པོ་གཅིག་ནས་གང་ལྟར་སྤྱི་མི་ཚད་ལྡན་ཅིག་དང། བོད་མི་མང་སྤྱི་འཐུས་ཀྱི་འོས་མི་ཚད་ལྡན་ཅིག་ཡིན་པ་ལ་ང་རང་གིས་ངོས་འཛིན་ཞུ་གི་ཡོད་དེ་བཅས་ནས་ངས་རྒྱབ་སྐྱོར་ཞུ་གི་ཡོད། དེ་རིམ་པ་བཅས་ཡིན། མདོར་བསྡུས་ན་ད་ལྟ་བར་དུ་ངས་དོན་གྲུབ་ཚེ་རིང་ལགས་མི་ལོ་བཞི་བཅུ་ལྷག་ཟིག་གི་རིང་ལ་ཁོ་རང་གི་ཤེས་ཡོན་དང། བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ལ་ཤེས་ཡོན་གྱི་སྡེ་ཚན། འཛིན་སྐྱོང་གི་སྡེ་ཚན། ལས་འགུལ་གྱི་སྡེ་ཚན་ལ་སོགས་པའི་ད་ངོ་བོ་དང་རྣམ་འགྱུར་མི་འདྲ་བ་མང་པོ་ཅིག་གི་ད་ཐོག་ལ་སྤྱི་བོད་ཀྱི་འགན་ཁུར་བསྙུང་བ་དང། འགན་ཁུར་བ་དེ་ཡང་ཁོ་རང་གི་ཤེས་ཡོན་དང་འཇོན་ཐང་ཉམས་མྱོང་སྦྱར་བཞིན་ལྡན་པའི་ཐོག་ནས་ལས་དོན་ཚགས་ཚུད་པོ་གཅིག་སྤྱི་ལ་སྨིན་པ། དེ་འབྲེལ་གྱི་ལས་དོན་སྒྲུབ་དང་སྒྲུབ་བཞིན་པའི་གང་ཟག་ཡིན་པའི་ཆ་ནས་བོད་མི་མང་གི་སྤྱི་འཐུས་འོས་མི་རྩེ་གྲས་བཅས་དང་རྩེ་ཕུད་བཅས་ཀྱི་གྲས་ལ་ང་རང་གིས་ངོས་འཛིན་དང་རྒྱབ་སྐྱོར་ཞུ་གི་ཡོད། དེ་རིང་ཁོང་སྤྱི་འཐུས་ལ་ཡར་བཞེངས་ཡ་དེ་ཡང། ཨ་རིག་གི་དབུས་དང་ས་གནས་ཀྱི་གནད་ཡོད་དཔོན་རིགས་ཚོ་ལ་རྒྱུན་རིང་པོ་ལ་བོ་གདོང་ཞུ་གཏུག་བྱེད་པའི་འབྲེལ་བ་དང་ཉམས་མྱོང་ཕུན་སུམ་ཚོགས་པོ་ཡོད་པའི་ཆ་ནས་མ་འོངས་པ་བུ་མོ་སྤྱི་འཐུས་ཆགས་པ་ཡིན་ན། འགྱུར་བ་དང་གྲུབ་འབྲས་ལྡན་པ་གཅིག་བོ་གདོང་ཞུ་གཏུག་གི་ལས་འགུལ་ལ་སོགས་པའི་སྟེང་ཨ་རིའི་ནང་ལོགས་ལ་བུ་ལ་འགོ་ཡག་གི་ལས་དོན་མང་པོ་ཅིག་བརྩམས་ཐུབ་ཡག་གི་གདེང་ཚོད་དང་བློ་ཤེས་ཡོད་པའི་ཐོག་ནས་སོ་སོ་དང་དུ་ལོག་ནས་སྤྱི་འཐུས་ལ་ལང་གི་ཡོད་སྲིད་ད། ཉེ་བའི་ཆ་ལ་བརྙན་གྱི་ནོར་ལོག་དང་དྲ་ལམ་ནས་ཁོ་རང་གི་ཞེ་ངག་གཉིས་ཐོག་ནས་གསལ་པོ་སོང་ཡོད་རེད། ཨ་ནི་ལྷག་པར་དུ་ཁོ་རང་གིས་ངོས་འཛིན་དང་བཀའ་མོལ་བསུ་ང་གཅིག་ག་རེ་བློ་བབ་པོ་བྱུང་ལབ་ན་ང་རང་གིས་ངོས་འཛིན་ཞུ་ཡ་གཅིག་དང། ཨ་ནི་ཕྱོགས་མཚུངས་པ་གཅིག་དེ་ག་རེ་ཡོད་རེད་ཟེར་ན་ག་རེ་འདུག་ཞུས་པ་ཡིན་ན་ཁོ་རང་གིས་སྔར་མ་བྱུང་བའི་གོ་སྐབས་གསར་བ་ཅིག་ད་ལྟ་ད་ལྟའི་ཆ་ལ་ང་ཚོ་ལ་ཡོང་གི་འདུག་དེ་འདྲའི་ཡོང་གི་ཡོད་པའི་ཆ་ནས་དེའི་གོ་སྐབས་གསར་བ་དེ་ང་ཚོ་གིས་བེད་སྤྱོད་གཏང་ཐུབ་པ་དང་གོ་སྐབས་ལེན་ཐུབ་པ་ཅིག་དགོས་ཀྱི་ཡོད་པའི་ཆ་ནས་འཐབ་རྩོད་ཀྱི་བརྒྱུད་རིམ་དེ་གྲུབ་འབྲས་ལྡན་པ་ཅིག་ལ་འདུས་སྦྱོར་བྱེད་ཡག་གི་དུས་ཚོད་རེད་བཞག་དེ་འདྲ་ཡིན་པའི་ཆ་ནས་དེའི་དོན་དུ་ཁོ་རང་ཨ་རིའི་གཞུང་མང་ལ་བོགས་འདོན་ཞུ་དོན་སྔར་ལས་ལྷག་པ་ད་བྱ་ཡག་གི་ཆོད་སེམས་དང་འཆར་གཞི་ལས་རིམ་ཡོད་དེ་འདྲ་ཡིན་པའི་ཆ་ནས་བུ་མོ་མོ་སྤྱི་འཐུས་ལ་ལང་གི་ཡོད་སོང་བཞག། དེ་ལས་རྒྱུ་མཚན་གྱིས་ངས་དེ་རིང་ཁོང་ལ་རྒྱབ་སྐྱོར་ཞུ་དགོས་གཙོ་བོ་དེ་ཡང་བོད་དོན་འཐབ་རྩོད་ཀྱི་ངོ་བོ་གི་ཐད་ནས་ཁོང་གི་དམིགས་བསལ་གྱི་ནུས་པ་འདོན་ཐུབ་ཡ་གི་རེ་བ་དང་ཡིད་ཆེས་ཚད་མཐོན་པོ་བཅས་ཀྱི་ཐོག་ནས་ངས་ཁོང་ལ་རྒྱབ་སྐྱོར་ཞུ་གི་ཡོད། ད་དེ་ནས་སྐད་ཡིག་རྩོད་པའི་བོད་ཀྱི་རིག་གཞུང་དེ་ཚོ་ཁོ་རང་གི་བཀའ་མོར་གཅིག་ལ་དེ་གསུངས་སོང་ཁ་སང། ད་ལྟ་ཐད་གཏོང་གི་ལས་རིམ་ཅིག་ལ་ང་རང་གིས་ལྟ་ཉན་བྱེད་པའི་སྐབས་ལ་ག་རེ་སོང་ཟེར་ལབ་ན། སྤྱིར་བཏང་བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ལ་བོད་ཀྱི་སྐད་ཡིག་དང་ཆོས་དང་རིག་གཞུང་རྩོད་པའི་གི་བོད་ཀྱི་རིག་གཞུང་དེ་ཚོ་གལ་ཆེན་པོ་ཞིག་ཡིན་པ་ང་ཚོ་སོང་མིན་ལབ་ཀྱི་ཡོད་རེད། ཡིན་ན་ལག་ལེན་རང་གི་ཐོག་ནས་ནི་དེ་ལ་ཅིག། ཁ་ཡུག་ལག་ཡུག་གི་གཞུང་གི་ངོས་ནས་ཡིན་ན་འདྲ་ད་ཅིག་ང་ཚོ་གི་མཐུ་ཆེན་སྦྱར་ཐུབ།

ལྟ་ཆུས་དང་རིག་གཞུང་ངོ་དྲུག་དང་ལྟ་ཅིག་དེ་འབྲེལ་གྱི་ལས་རིམ་དེ་སོགས་ཀྱི་ཐོག་ལ་མཐུ་ཆེན་འདང་ངེས་ཀྱིས་སྦྱར་ཐུབ་ཀྱི་མེད་པ་ཡིན་ན། ཨ་རིའི་ནང་ལོགས་ལ་བོད་དོན་ཁྲིམས་འཆར་གྱི་ནང་ལོགས་ལ་བོད་ཀྱི་རིག་གཞུང་ཚོ་སོ་གལ་ཆེན་པོ་ཡིན་པ་ཡང་ཡང་གསུངས་ཡོད་རེད་དེ་འདྲ་ཡིན་དུས་ས་གནས་ས་ཐོག་ལ་ཅིག་ཨ་རི་རེད་ཁེ་ན་ར་རེད་དེ་སོགས་ཀྱི་ད་གཞུང་ལ་ནི་ག་རེ་ལབ་དགོས་རེད་བོད་ཀྱི་སྐད་རྩོད་པའི་གི་ད་རིག་གཞུང་གི་ལས་རིམ་དེ་སོགས་ཀྱི་ཐོག་ལ་ཁ་ཡུག་ལག་ཡུག་གིས་ཅིག་མཐུ་ཆེན་རག་ཡག་གི་འབད་བརྩོན་ཞུ་གི་ཡིན་གསུངས་སོང་ད་དེའི་གནས་སྟངས་དེ་ཚོ་ངེས་པར་དུ་ང་ཚོ་གི་འཆར་གཞི་བཞག་དགོས་བ་དང་ལས་རིམ་བང་སྒྲིག་དགོས་བ་དང་འབད་བརྩོན་བྱེད་དགོས་བ་གི་གནས་སྟངས་ཅིག་ཆགས་དུ་ཡོད་པའི་ཆ་ནས། དེ་ཚོ་གི་ལྟ། བསམ་འཆར་དང་དགོངས་ཚུལ་དང་ནི་ལས་རིམ་དེ་ཚོ། ང་རང་གི་ངོས་ནས་ཁ་ཡོད་ལག་ཡོད་མང་བ་ལག་ལེན་བསྟར་དགོས་བ་ཅིག་དང་བསྟར་ཐུབ་ཡག་གི་གནས་སྟངས་ཅིག་མཐོང་གི་ཡོད་པའི་ཆ་ནས་ཁོང་ལ་རྒྱབ་སྐྱོར་ཞུ་གི་ཡོད། ད་དེ་ནི། མཐའ་མ་དེ་མ་ད་སྡོམ་བརྒྱབ་ནས་ཞུ་བ་ཡིན་ན་ཁོ་རང་དེ་རིང་བྱང་ཨ་རིག་གི་སྤྱི་མཐུན། ལང་ཡག་གི་ད་འབོ་ར་སོང་འདུག་འབོ་ར་སོང་དེའི་ནང་ལོགས་ནས་དང་པོ་དེ་ངོ་བོ་སྲུང་སྐྱོབ་གཉིས་པ་དེ་ཞུ་གཏོགས་ལས་འགུལ་ནི་གསུམ་པ་དེ་འཐབ་རྩོད་གོང་འཕེལ་ད་དེ་འདྲས་ཀྱི་ད་ཁོ་རང་བྱང་རིའི་སྤྱི་འཐུས་ལང་ཡག་གི་འབོ་ར་དང་ད་རྩ་འཛིན་གི་ད་དོན་དག་དེའི་སང་དེ་རེད་བཞག་ད་དེའི་གསུམ་ཀ་དེ་འཐབ་རྩོད་དང་འབྲེལ་བ་ཡོད་རྒྱུ་ཤ་སྟག་ཆགས་བསྡད་ཀྱི་འདུག་དེ་འདྲས་ཡིན་པའི་ཆ་ནས་ངས་དམིགས་བསལ་གྱི་རྒྱབ་སྐྱོར་ཞུ་གི་ཡོད་ག་རེ་བྱས་ནས་ལབ་ན་ང་ཚོ་བཙན་བྱོལ་བོད་མི་ཚོ་བཙན་འཛུལ་ལ་བྱ་ཡག་དེ་རིག་གཞུང་སྲུང་སྐྱོབ་ཡིན་གྱི་རེད། སྒེར་གྱི་ལྟ་བྱེད་ཀྱི་བདེ་འཇགས་ཡིན་གྱི་རེད། ཡིན་ནའང་ང་ཚོ་ཐུན་མོང་གི་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་རྩ་སྟོང་ཐབས་ཚུགས་ཀྱི་ཆེད་དུ་ད་རྒྱབ་སྐྱོར་ལས་བྱ་བ་གཅིག་དང། ནི་རྒྱལ་ཁབ་དགྲ་ཡི་ལག་པ་ལ་ཡོད་པའི་ཆ་ནས་ང་ཚོའི་ལས་རིམ་ཚང་མ་གི་ནང་ནས་འགན་ཆེ་ཤོས་དེ་རྩ་སྟོང་ཐབས་ཚུགས་ཡིན་པ་དང། ཁོ་རང་གི་དེ་རིང་བྱང་ཨ་རིག་གི་སྤྱི་འཐུས་ལོང་ཡ་གི་འབོད་སྒྲ་དང་རྩ་འཛིན་གསུམ་ཀ་ནི་རྩ་སྟོང་ཐབས་ཚུགས་ལ་འབྲེལ་བ་ཡོད་པའི་ཆ་ནས་ངས་ཁོ་རང་ལ་ནི་བྱང་ཨ་རིག་གི་སྤྱི་འཐུས་འོས་མི་ལ་རྒྱབ་སྐྱོར་ཞུ་གི་ཡོད། ད་ཞུ་དོག་གིས་ཁོ་རང་གི་འབོ་ར་དང་པོ། ཁོ་རང་གི་འབོ་ར་གི་ནང་ལ་ནི་ད་འབོ་ར་གཅིག་དེ་ཞུ་དོག་རེ་བཞག། ཞུ་དོག་ལེན་སྒོར་དེ་རེ་བཞག་ད་ཞུ་དོག་ལེན་སྒོར་དེ། དགྲ་བོ་ཆ་མཚོ་བ་ན་ཁོ་རང་ད་ལྟ་བར་དུ་ཨ་རིའི་ནང་ལོགས་ལ་དབུས་དང་ས་གནས་ལ་བོ་དོང་ཞུ་དོག་བྱེད་བཞིན་ལོ་ཉི་ཤུ་འགྲོ་གི་ཡོད་བས་ཀྱི་ལོ་ཉི་ཤུ་གི་ཉམས་མྱོང་དང། དེ་དང་འབྲེལ་བའི་ཀྱི་ལས་འཆར་གསར་བ་ཁག་ཅིག་ཁོ་རང་གི་སྤྱི་འཐུས་ལྷན་ཚོགས་ལ་ཕབ་འབུལ་བྱས་ནས་མང་པོ་སྤྱི་འཐུས་ཆགས་བ་ཡིན་ན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ནང་ལོགས་ལ། ཨ་ནི་བོ་དོང་ཞི་ཐོག་གི་ལས་འགུལ་དང་ལས་འཆར་ཐག་གཅོད་ལྡན་པ་ཅིག་ཡོང་ཡག་གི་འཆར་སྣང་དང་ཨ་ནི་གདེང་ཚོད། ཡོད། དེ་འདྲའི་སོང་བཞག་དེ་ཚོ་ཡིན་པ་ཡིན་ན་རེད་ང་ཚོ་ལ་དགོས་ཡག་གི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ནི་ཁོ་རང་གི་འབོད་ར་གཞན་པ་དེ་ངོ་བོ་སྲུང་སྐྱོབ་རེད་བཞག་ངོ་བོ་སྲུང་སྐྱོབ་ཀྱི་ནང་ལོགས་ལ་ང་ཚོས་རྒྱུན་ལྡན་བཤད་བསྡད་ཡག་གི་ལྟ་ཆུས་དང་རིག་གཞུང་ཙམ་མ་ཡིན་པ། ཁོ་རང་གི་དེའི་ནང་ལོགས་ལ་ཆུས་དང་རིག་གཞུང་སྐད་ཡིག་སྲུང་སྐྱོབ་ཀྱི་ལས་རིམ་ཡོད་པ་མ་ཟད

ང་ཚོ་མང་པོ་ཅིག་གིས་ནམ་རྒྱུན་རང་བྱུང་སྲུང་སྐྱོབ་ལག་དུས་ཧ་ལམ་འཐབ་རྩོད་དང་འབྲེལ་བ་མེད་བསྡད་རྒྱུ་ཅིག་བརྩི་གི་ཡོད་རེད་ཡིན་ན་ལས་ང་ཚོ་གི་འཚེ་མེད་ཞི་བའི་གི་དབུ་ཁྲིད་འགན་འདི་བརྗེད་ཀི། རྒྱ་གི་རང་བཙན་འཐབ་རྩོད་ཀི་ལས་འགོར་སྤེལ་བའི་ནང་ལོགས་ལ་ལས་འགོར་ལ་དབྱེ་བ་གཉིས་སྤེལ་ཡོད་རེད་དགག་ཕྱོགས་ཀི་ལས་འགོར་དང་སྒྲུབ་ཕྱོགས་ཀི་ལས་འགོར་ཟེར། ད་དགག་ཕྱོགས་ཀི་ལས་འགོར་དེ་ང་ཚོ་ནམ་རྒྱུན་ངོ་རྒོལ་སྐད་འབོད་ལ་སོགས་པའི་ལས་རིམ་དེ་ཚོ་རེད་སྒྲུབ་ཕྱོགས་ཀི་ལས་འགོར་དེ། ད་རིག་གཞུང་སྲུང་སྐྱོབ་བྱེད་ཡག་དང་ངོ་བོ་སྲུང་སྐྱོབ་བྱེད་ཡག་དེ་ཚོ་སྒྲུབ་ཕྱོགས་ཀྱི་ལས་རིམ་ནང་ལ་བཞག་ཡོད་རེད་དེ་འདྲ་ཡིན་དུས་བརྩམས་པ་ལ། ཁོ་རང་གིས་བོད་པིག་གི་བདེན་པིག་གི་ལྟ། བདེན་དོན་འཐབ་རྩོད་ཀྱི་ལོ་རྒྱུས་དེ་ཚོ་བོད་པིག་མི་རབས་རིམ་བརྒྱུད་ལ་ངོ་སྤྲོད་བྱེད་ཡག་དང་ནི་ཆོས་དང་རིག་གཞུང་དེ་ཚོ་ངོ་སྤྲོད་བྱེད་ཡག་དེ་ངོ་བོ་སྲུང་སྐྱོབ་དང་འཐབ་རྩོད་ཀྱི་ལས་རིམ་གྱི་ནང་ལོ་ལ་བཞག་པ་དེ། ད། ག་རེ་ལབ་དགོས་རེད། ཁོ་རང་གིས་འཐབ་རྩོད་ལ་ངོས་འཛིན་བྱེད་སྟངས་དེ་དགག་ཕྱོགས་དང་སྒྲུབ་ཕྱོགས་གཉིས་ཀ་གི་ཐོག་ནས་ངོས་འཛིན་དང་མཁྱེན་རྟོགས་གསལ་པོ་བྱས་ཡོད། ངོ་བོ་སྲུང་སྐྱོབ་དེ་ཡང་རིག་གཞུང་ཙམ་མ་ཡིན་པར། ངོས་འཛིན་དང་འབྲེལ་བ་ཆེན་པོ་ཡོད་པ་ཕྱི་འགན་འབྱིན་པའི་ཆ་ནས་ངས་ཁོང་ལ་རྒྱབ་སྐྱོར་ཞུ་དགོས་པ་དེ། འཐབ་རྩོད་ངོས་འཛིན་གྱིས་ད་ཁོ་རང་གི་མཁྱེན་རྒྱ་དང་མ་སོང་ན་ངོས་འཛིན་དེ་གཏིང་ཟབ་པོ་ཅིག་ཡོད་པའི་ཆ་ནས་ངས་ཁོང་ལ་རྒྱབ་སྐྱོར་ཞུ་གི་ཡོད། དེ་ནས་ཁོ་རང་གིས་འབོད་སྒྲ་བཞི་པ་དེ་འཐབ་རྩོད་གོང་འཕེལ་རེད་བྱས་ད་འབོད་སྒྲ་གསུམ་པ་དེ། ད་འཐབ་རྩོད་གོང་འཕེལ་དེ་དང་འབྲེལ་བ་ཡོད་རྒྱུ་དེ། རྡོག་རྩ་གཅིག་སྒྲིལ་ཐད་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོད་རེད་དེ་བྱེད་དུས་བརྩམས་པ་ལ་ཁོ་རང་གིས་སྐར་ཚོགས་དྲི་བ་དྲི་ལན་བཅས་ཀྱི་ནང་ལོགས་ལ་ག་རེ་གསུངས་སོང་ལབ་ན། ཆིག་སྒྲིལ་གྱི་ནུས་པ་དེ་ང་ཚོ་གོང་འོག་དང་ཐོག་མའི་ཚང་མ་ལ་འགན་ཡོད་བ་ཅིག་རེད། མགོ་དབུས་ཁྲིད་ནས་བཞུགས་མི་མང་བར་ཚང་མ་ལ་འགན་ཡོད་བ་ཅིག་ཡིན་པ་དང། དེ་ཡང་ང་ཚོ་ཚང་མ་གི་བསམ་གཞིག་གུ་ཡངས་ཡིད་ཆེས་དགོས་ཀྱི་ཡོད་བ། སྤྱི་ཚོགས་ནང་ལོགས་ལ་ནམ་རྒྱུན་དུ་རྒྱ་ནག་ལ་ངོ་རྒོལ་གྱི་ལས་འགོར་གྱི་སྤེལ་གྱི་ཡོད་ན་འདྲ་ལས་འགོར་སྤྱི་བ་ལ་ཕན་ཡང་གི་ལས་འགོར་ག་འདྲ་གྱི་སྤེལ་གྱི་ཡོད་བ་ཡིན་ན་ང་ཚོགས་ཀྱི་སྤྱི་ཚོགས་ནང་ལོགས་ལ་ད་ལྟ་ཞན་ཆ་དང་བློ་ཕམ་ཤུལ་དེ་ག་རེ་རེད་ལབ་ན་ལས་འགོར་ངོ་བོ་ལ་མ་ལྟ་བ་བྱས་ནས་ལས་འགོར་དེ་སྤེལ་ཉེན་ཚོད་ཡིན་པ་ལ་ལྟ་བྱས་ནས་རྒྱབ་སྐྱོར་བྱེད་ཡག་དང་རྒྱབ་སྐྱོར་མི་བྱེད་ཡག་གི་ཐག་གཅོད་ཅིག་བྱེད་ཀྱི་ཡོད་རེད་དེ་འདྲ་ཡིན་དུས་བརྩམས་པ་ལ་དེ་སོགས་ཀྱི་ཐོག་ལ་འགན་ཁོ་རང་གི་མ་འོངས་པ་དེ་འདྲ་མ་ཡིན་པ། ལས་འགོར་དེ་སུས་སྤེལ་གྱི་ཡོད་མིན་ལ་མ་ལྟོས་པའི་ལས་འགོར་གྱི་ངོ་བོ་ལ་ལྟ་བྱས་ནས་སྤྱི་བའི་རྩ་དོན་ལ་བལྟ་བྱས་ནས་ང་ཚོར་རྒྱབ་སྐྱོར་དགོས་ཀྱི་རེད། དེ་ཡང། ལས་དོན་དེ་ག་རེ་ཡིན་པ་དེ། དེ་ལ་བལྟ་དགོས་ཀྱི་རེད་མ་གཏོགས་ལས་དོན་སྤེལ་མཁན་དེ་འཁྱོར་ཁ་ག་རེ་ཡིན་པ་ཤོག་ཁ་ག་རེ་ཡིན་པ། སོ་སོ་དང་ལྟ་བ་མཐུན་པ་ཡིན་དང་མ་ཡིན་དེ་སོགས་ལ་བལྟ་བྱས་ནས་རྒྱབ་སྐྱོར་བྱེད་དང་མི་བྱེད་ཀྱི་ཐག་གཅོད་བྱས་པ་ཡིན་ན་འགྲིག་གི་མ་རེད། དེ་འདྲ་བྱས་ན་རྡོག་རྩ་གཅིག་སྒྲིལ་ཡོང་གི་མ་རེད། གསུངས་སོང་དེ་སོ་སོ་འདྲ་བོ་བྱས་ནས་ཞི་བ་གཅིག་གི་བློ་ལ་འབབ་པོ་བྱུང་སོང། དེའི་ནོར་ལོག་ལ་ཁོ་རང་གིས་ག་རེ་གསུངས་སོང་ལབ་ན་དེ་ཚོ་ཚང་མ་གི་སྔོན་ལ་ང་ཚོ་གི་བསམ་བློ་གཏོང་དགོས་ས་དེ་བོད་པའི་རྩ་དོན་རེད། ཤོ་ཁག་དང་ཆོལ་ཁ་དང་རང་གི་ལྟ་བ་མཐུན་མི་མཐུན་དང་དེ་ཚོ་ཚང་མ་གི་སྔོན་ལ་བསམ་བློ་གཏོང་དགོས་ས་དེ་ང་ཚོ་སྤྱི་བའི་རྩ་དོན་བོད་ཀྱི་རྩ་དོན་དེ་རེད། དེ་འདྲ་ཡིན་པའི་ཆ་ནས་དེ་འདྲ་གྱི་གནད་དོན་ཚང་མ་གི་སྔོན་ལ་བོད་ཀྱི་རྩ་དོན་དེ་བཞག་ཐུབ་པ་ཡིན་ན་ནི་རྡོག་རྩ་གཅིག་སྒྲིལ་ཡོང་གི་རེད་གསུངས་སོང་དེ་འདྲའི་དངོས་ཡོད་གནས་ཚུལ་ང་ཚོ་གི་ཉམས་མྱོང་རང་ཆགས་བསྡད་ཀྱི་ཡོད་རེད་ལོ་རྒྱུས་རང་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པའི་ཆ་ནས། གནད་དོན་དེ་ཚོ་གི་ཐོག་ལ་ནས་སོ་སོས་རྒྱབ་སྐྱོར་ཞུ་གི་ཡོད། ཨ་ནི་ཁོང་གི་དེ་འདྲའི་གསུང་བ་དེ་ཁ་ནས་ལ་བ་ཙམ་མ་ཡིན་པར་ལག་ལེན་བསྟར་མཁན་ཞིག་ཡིན་པ་ཁོ་རང་གི། སྐད་ཆ་སྙན་ལ་བཤད་བ་དེ་དེ་ག་རང་ལག་ལེན་བསྟར་ཉན་གི་མེད་ཅེས་རྒན་དོན་གྲུབ་ཚེ་རིང་ལ་ཡིན་པ་དེ། ང་རང་ལ་འདྲ་བོ་ཆགས་ཤིང་དང་ཁོང་དང་འབྲེལ་བ་བྱུང་བའི་ཆ་ནས་ཉམས་མྱོང་གསལ་པོ་ཞིག་ཡོད། དེ་ག་རེ་རེད་ལ་བ་ཡིན་ན་ང་དང། ང་སྔོན་མ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་ཡིན་པའི་སྐབས་ལ་ཐེངས་དང་པོ་ཨ་རིར་ཡོང་བའི་སྐབས་ལ། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཆུ་སྐྱིད་ལ་ངེད་གཉིས་ད་ཨ་རིའི་གི་ས་གནས་གཞོན་ནུ་ཡོད་ས་གི་མངའ་སྡེ་ཁག་ཅིག་ལ་ད་གཞོན་ནུ་ལྷན་ཚོགས་ཀྱི་དབུས་རྒྱུན་ལས་ཀྱི་ཐག་གཅོད་ཅིག་དང་འབྲེལ་བའི་ཐོག་ནས་བྱང་ཨ་རིག་གི་རང་བཙན་ཚོགས་ཆེན་གྱི་ལས་རིམ་དང་འབྲེལ་བའི་ཐོག་ནས་ཨ་རིག་ལ་ཡོང་བའི་སྐབས་ལ་ད་དྲུང་ཆེ་ལ་ངེད་གཉིས་ཨ་རིག་གི་མངའ་སྡེ་ཁག་ཅིག་ལ་བོགས་གཏོང་དྲིལ་བསྒྲགས་ཀྱི་བོགས་སྤྲིན་འཐབ་རྩོད་གོ་རྟོགས་སྤེལ་ཡག་གི་ཆེད་དུ་བཅར་བ་རེད། ད་དེ་བཅར་བའི་སྐབས་ལ་ང་ཚོ་གི་དང་པོ་གི་འཆར་གཞི་དེ་ཨ་རིག་གི་ས་གནས་གཞུང་ནས་ཡོད་ས་གི་མངའ་སྡེ་ཁག་ལ་མ་གཏོགས་བཅར་ཡག་གི་འཆར་གཞི་གལ་ཡོད་མ་རེད་ཡིན་ན་ལས་ད་རྗེས་ལ་ཅིག་དྲུང་ཆེ་ལ་ངེད་གཉིས་ཀྱི་སྐད་ཆ་དེ་ཚོ་བོད་གཞུང་ལ་ཡིན་ན་ཕན་ཐོགས་ཀྱི་ཡོད་བ། བོད་རང་བཙན་ལ་ཡིན་ན་ཕན་ཐོགས་ཀྱི་ཡོད་བ། བོད་པའི་རྡོག་རྩ་གཅིག་སྒྲིལ་ལ་ཡིན་ན་ཕན་ཐོགས་ཀྱི་ཡོད་པའི་ཆ་ནས། ཨ་ནི་ས་གནས་གཞུང་ནས་མེ་སག་གི་ས་གནས་ཁག་ཅིག་ལ་སྤྱི་འཐུས་ཚོགས་པ་གི་ངོས་ནས་བོད་པ་མི་སྒེར་གྱི་ངོས་ནས་གོ་སྒྲིག་བྱེད་ཆེད་དེ་དྲུང་ཆེར་ངེད་གཉིས་སྐད་བཏང་བ་རེད། དེ་འདྲ་གི་སྐབས་ལ་ད་རྒན་དོན་གྲུབ་ཚེ་རིང་ལགས་དེ་དུས། Massachusetts Amherst། ལ་བཞུགས་དགོས་རེད་ད་ལྟ་བཞུགས་ས་དེ་ག་རང། རྒན་དོན་གྲུབ་ལས་ཚེ་རིང་ལ་ཁོ་རང། དེ་དུས་རྩ་བ་ཉིད་ནས་ང་དེ་བར་དུ་ངོ་འཁོར་བ་ཤེས་ཀྱི་མེད་སོ་སོའི་ངོས་ནས་ཕར་ཡིན་ངོ་ཤེས་ཀྱི་ཡོད་མ་རེད་ཚུར་ཡིན་ངོ་ཤེས་ཀྱི་ཡོད་ཀྱི་མ་རེད། ཡིན་ན་ལེ་ཁོ་རང་གིས་ཚུར་འབྲེལ་བ་གནང་བྱས་ནས། དྲུང་ཆེ་ཆོས་སྐྱིད་ལ་ངེད་གཉིས། Massachusetts Amherst། ལ་ཡོང་དགོས་ཀྱི་འདུག་གསུངས་ནས་ཁོ་རང་གིས་མགྲོན་བརྡ་གནང་བ་མ་ཟད། ཁོ་རང་རང་ཕི་ནི་ཁོ་རང་གི་རླངས་འཁོར་སྒེར་གྱི་རླངས་འཁོར་གཏོང་བགྱིས་ནས་ས་སྦེ་སི་ཆུས་སི་མངའ་སྡེ་ནས་ནིའུ་ཡོག་བར་དུ་ད་དྲུང་ཕྱི་ལོ་ངེད་གཉིས་གླིང་ག་ལ་ཕེབས་པ་རེད། གླིང་ག་ལ་ཡོང་བྱས་ནས་ད་ང་ཚོ་འདི་རིང་ཕར་མཐོང་འགྲོ་བའི་གི་སྐབས་ལ་གང་ཞེ་བོ་ཅིག་རྒྱག་གི་ཡོད་པའི་ཆ་ནས་ད་ལམ་ག་ལ་མོ་བྲ་གང་གི་འགའ་ཡ་དང་ལམ་ག་ལ་མོ་བྲ་མང་པོ་བརྡབ་བྱུང་བྱུང་ཡོད་པའི་ཆ་ནས་ང་ཚོ་ས་གནས་ས་ཐོག་ལ་ཏག་ཏག་འབྱོར་ཐུབ་ཡོད་མ་རེད། ཕ་ཆེ། ཚེ་ནག་གོང་གི་ཆུ་ཚོད་བཅུ་གཉིས་དང་པོ་དེའི་བར་མི་ཞིག་ང་ཚོ་ས་གནས་ས་ཐོག་ལ་འབྱོར་ཐུབ་ཡོད་མ་རེད། འབྱོར་མ་ཐུབ་དུས་ཙམ་པ་ལ་ཕུ་བ་ལ། ང་ཚོ་གི་གཏམ་ཞིག་སྒུག་དེ་ཉིན་ས་གནས་ཀྱི་མི་མང་དེ་ཚོ་དགོང་ཟླ་ཕྱི་བོ་བར་དུ་སྒུག་ད་ཐ་མ་ང་ཚོ་འབྱོར་མ་ཐུབ་དུས། མི་མང་ཚང་མ་ཚོགས་ཁང་ནང་ལོག་ནས་ལོག་ཕེབས་པ་རེད་སོ་སོའི་ནང་ལ། དེ་ཕེབས་འགྲོ་དུས་ང་ཚོ་ཕོ་བ་ལ་དགོངས་དག་ཆེ་བ་ལ་འགྱུར་བ་ཡིན་ན་ལ་གོང་ད་གཏམ་ཤིག་གི་ལན་རེམ་དེ་དཔེར་ཐོབ་ཡོད་མ་རེད། དཔེར་མ་ཐོབ་དུས་དེའི་ཕྱི་ཉིན་མོ་ང་ཚོ་ཚོ་མཐོང་ཡོང་དགོས་དགོས་ཡོད་རེད་ག་རེ་བྱས་ལ་ན་མངའ་སྡེ་གཞན་པ་ལ་ང་ཚོ་ལན་རེམ་བང་བསྒྲིགས་ཟིན་པ་རེད་དེ་འདྲ་བྱས་དུས་རྡོག་རྡོག་དེ་ང་ཚོ། མེ་སི་ཆུ་སི་ལ་ང་ཚོ་དེ་དེའི་དགོངས་དག་དེ་གཏམ་ཤིག་ཤོད་ཐོབ་ཡོད་མ་རེད། གཏམ་བཤད་ཞུ་མ་ཐུབ་ནས་ཚུར་ལོག་ཡོང་ཁྱེད་ནི་མངའ་སྡེ་གཞན་དག་ལ་མཐོང་ནས་མངའ་སྡེ་གཞན་པ་གི་ལས་རིམ་ཆ་ཚང་གྲུབ་ཚར་བའི་རྗེས་ལ་ཡང་བསྐྱར་རྒན་དོན་གྲུབ་ཚེ་རིང་ལགས་ཀྱི་ཐིག་མ་རྙིང་པ་ཕར་ང་ཚོར་སྐྱེལ་བཏང་ནས་ཡང་བསྐྱར་ཁོ་རང་གི་རླངས་འཁོར་གཏོང་བྱས་ནས་འདས་ལ་ཕེབས་བྱས་ནས་ངེད་གཉིས་ཕར་གླེང་བྱས་ནས་ཕེབས་བ་ལ་གཅིག་བོ་དོང་འཐབ་ཚོགས་ཀྱི་གོ་རྟོགས་ལས་མགོ་སྤེལ་ཡ་དང་དེ་འདྲ་གི་གནས་སྟངས་བྱུང་ཡོད་རེད། དེ་སུའི་སྐབས་ལ་ཁོ་རང་གིས་ག་རེ་གསུངས་སོང་ལགས་ཡིན་ན་ཁྱེད་རང་གཉིས་ཀྱི་གཏམ་བཤད་དེ་ཚོ་རང་བཙན་ལག་དེབ་ཀྱི་དཔྱ་ཁྲལ་འབུལ་ཡ་གལ་ཆེན་པོ་ཡིན་པ་རྡོག་རྩ་གཅིག་སྒྲིལ་སྐོར་གལ་ཆེན་པོ་ཡིན་པ་ནི་བོད་ནང་གི་འཐབ་རྩོད་ཀྱི་སྐོར་ལ་ངོ་སྤྲོད་བྱེད་ཡ་དེ་ཚོ། དངོས་གནས་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་འདུག་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་དེའི་གོ་རྟོགས་དང་མི་མང་ལ་སྤེལ་དགོས་ཀྱི་འདུག་ལབ་ཀྱི་ནས་སྐྱེ་བ་རང་ལ་དགོངས་པ་བཞེས་ཀྱི་ནས་ད་གྲོང་ཁྱེར་ངེད་གཉིས་དེ་འདྲའི་ཁོ་རང་གི་འབད་བརྩོན་ཆེན་པོ་བྱས་ནས་ཕོ་བ་ལ་སྐད་བཏང་སོང། དེ་འདྲའི་གནང་ཡ་དེ་ཚོ་རྩ་དོན་རང་ལ་དགོངས་པ་བཞེས་པ་ཆགས་བསྡད་ཀྱི་ཡོད་རེད་མ་གཏོགས་སྒེར་གྱི་འབྲེལ་བ་དང་སྒེར་སུ་ཡིན་མིན་ལ་ལྟ་བྱས་ནས་སྐད་བཏང་བ་ཆགས་ཡོད་མ་རེད་དེ་འདྲ་ཡིན་པའི་ཆ་ནས་ཁོ་རང་གི་ཁ་ནས་གསུང་བ་ནང་བཞིན། ལག་ལེན་བསྟར་ཉེན་ཆེ་དང་རྩ་དོན་གཙོ་བོ་འཛིན་མཁན་ཞིག་ཡིན་པ། ངོ་ཤེས་མིན་ལ་ལྟ་མཁན་ཞིག་མ་ཡིན་པ་ཁྱོར་ཁ་ག་བ་ནས་ཡིན་མིན་ལ་ལྟ་ཉེན་ཞིག་མ་ཡིན་པ། སྤྱི་པའི་རྩ་དོན་རང་གཙོ་བོ་འཛིན་ཉེན་ཞིག་ཡིན་པ་དེ་ད་སོ་སོ་འདྲ་བོ་ཅིག་ན་ཁོ་རང་ལ་འབྲེལ་བ་ཡོང་བའི་ཆ་ནས་ཉམས་མྱོང་དང་ཡིད་ཆེས་ཡོད་དེ་འདྲ་ཡིན་པའི་ཆ་ནས་རྒྱབ་སྐྱོར་ཞུ་གི་ཡོད། ད་ཁོ་རང་འདྲ་བོ་ཅིག་ཆ་བཞག་ན་ཁོ་རང་གི་སྐྱེས་ཡུལ་དེ་སྟོང་མངའ་རིས་དབུས་གཙང་དག་པ་ཆུ་ཆེ་ཆོལ་ཁ་ཆགས་བསྡད་ཀྱི་ཡོད་རེད་ང་འདྲ་བོ་ཅིག་ན་ད། མདོ་དོང་མགོ་ན་མི་ཡི་ཆོལ་ཁ་ཁམས་ཀྱི་ས་ཆ་ཅིག་ནས་རེད་ད་རྩ་བའི་ང་ཚོ་ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ་ཡིན་པ་ཡིན་ན་ལས་ད་ལྟའི་ཆ་ལ་ང་ཚོ་ཆོལ་ཁ་དང་ལུང་ཚན་གྱི་ངོ་བོའི་ཐོག་ནས་བཤད་པ་ཡིན་ན་ཁོང་དང་ང་པར་རུ་ལ་ཆོལ་ཁ་དང་ལུང་ཚན་གྱི་འབྲེལ་བ་གས་ཡོད་མ་རེད་དེ་འདྲ་ཡིན་པའི་ཆ་ནས་ངས་དེ་རིང་ཁོང་ལ་རྒྱབ་སྐྱོར་ཞུ་ཡ་དེ་ཆོལ་ཁ་དང། ལུང་ཚན་གྱི་ཕྱོགས་རིས་མ་ཡིན་པ། བོད་སྤྱི་བའི་རྩ་དོན་འཐབ་རྩོད་རང་ལ་བསམ་བློ་གཏོང་ཆེད་ནས་ཁོང་ལ་རྒྱབ་སྐྱོར་ཞུ་གི་ཡོད། དེ་ནས་ཡིན་པའི་ཆ་ནས། བུ་སྐྱེས་པའི་རྩ་སྟོང་ལ་རེ་བ་ཡིད་ཆེས་བྱས་ནས་བུ་སྐྱེ་བ་སེམས་ལ་སྦྱར་ངེས། དངོས་གནས་ཀྱི་ང་ཚོ་སོ་སོའི་རྒྱལ་ཁབ་དགྲ་ཡི་ལག་པ་ལ་ཡོད་བ་དེ་ལ་བསམ་བློ་གཏོང་ཐུབ་ངེས། གཞིས་ལུས་མི་མང་གི་རེ་བ་དང་ང་ཚོ་ལ་ཡིད་ཆེས་དེ་ཁྱོད་ལ་མི་དགོས་བདེན་གཉེར་གྱི་བོད་པ་བྱང་ཨ་རི་ལ་བཞུགས་ཉེན་དེ་སོགས་ཀྱི་སོ་སོ་གི་རྟགས་ཀྱིས་གནང་བའི་ཐོག་ནས། འགས་དོན་གྲུབ་ཚེ་རིང་ལགས་ལ་རྒྱབ་སྐྱོར་གནང་རོགས་གྱིས་སོ་སོའི་སྟབས་ཀྱིས་བྱེད་ཅེས་ནས་དེ་ངས་ཞུ་བ་ཙམ་མ་ཡིན་པ་སོ་སོའི་ཞིབ་འཇུག་གྱིས་རང་དབང་གི་ཐོག་ནས་རང་རྟོགས་ཀྱི་སྒོ་ནས་ནས་རྒྱབ་སྐྱོར་གནང་རོགས་གྱིས་ཞུ་གི་ཡོད་མདོར་བསྡུས་ན། ད་རྒན་དོན་གྲུབ་ཚེ་རིང་ལགས་འདྲ་བོ་ཆགས་ཀྱི་ན་བོད་པའི་བོད་ཕྲུག་ཚོ་གི་ཆེད་དུ་བོད་ཀྱི་རིག་གཞུང་དང། བོད་པའི་ངོས་འཛིན་དེ་མུ་མཐུད་ནས་གནས་དགོས་ཡ་གི་བསམ་བློ་དང་ད་འབད་པ་གནང་བསྡད་མཁན་དེ་འདྲ་གི་འབད་བརྩོན་རྒྱུན་འཁྱོངས་དེ་ཉིད་ཀྱིས་ད། དགེ་རྒན་བཟང་པོ་ཞིག་རེད་དྲན་གྱི་ཡོད་ང་རང་ངོས་ནས། དེ་ནས་དུས་རྒྱུན་དུ་བོ་དོང་འཐབ་རྩོད་སེམས་གཏིང་ལ་བཞག་ཅིག་ནས་ལོ་དང་ཟླ་བ་ལ་གང་ལྟར་ལས་འགུལ་མུ་མཐུད་ནས་སྤེལ་དེ་ཉིད་ཀྱི་འཐབ་རྩོད་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད། དེ་འབྲེལ་གྱི་བོད་པའི་རིག་གཞུང་དང་བོད་པའི་ངོ་བོ་སྲུང་སྐྱོབ་དང་བོད་པའི་བོ་དོང་འཐབ་རྩོད་དེ་ཚད་མཐོ་རུ་གཏོང་བ་དང། བོད་པའི་རྩ་དོན་འཐབ་རྩོད་ཀྱི་ལས་དོན་སྒྲུབ་ཡག་གི་འབྱུང་ཁུངས་ཡོད་ཉིད་ཉམས་མྱོང་ཡོད་ཉིད་ཤེས་ཡོན་ཡོད་ཉིད་ཀྱི་ལྟ་འོས་མི་ཚད་ལྡན་ཅིག་ཡིན་པའི་ཆ་ནས། དེ་ཚོ་ཚང་མ་ཁོང་བྱང་ཨ་རིའི་སྤྱི་འཐུས་ལ་འོས་པིག་གི་འོས་ཆུས་དང་ནག་ཚོགས་ཀྱི་འོས་བློ་དགོས་ཡ་དང་ནག་ཚོགས་ཀྱི་རྒྱབ་སྐྱོར་བྱེད་དགོས་ཡ་གི་ད་འགན་ཅིག་ཆགས་འདུག་གི་ཡོད་རེད་དྲན་གི་འདུག་ནག་ཚོགས་ཀྱི་མི་བདམས་པའི་སྐབས་ལ་བདམས་ཐོང་མ་ནོར་བ་དགོས་ཡ་དེ་གལ་ཆེན་པོ་ཞི་བོ་རེད་སྡིངས་ཆ་གང་འདྲ་བྱེད་གི་གང་ལ་གློ་བ་ཡིན་ན་ལས་སྡིངས་ཆ་དེ་དང་རྩ་དོན་དེ་ལ་དཔག་པའི་ལས་ཀ་བྱེད་ཐུབ་ཉེན་གི་མི་ཅིག་ཁ་ཞེ་གཉིས་མེད་ཀྱི་བདམས་དགོས་ཡ་དེ་གལ་ཆེན་པོ་ཞི་བོ་རེད་ཁ་དང་ཁོག་པ་ལོག་ཀ་མ་ཡིན་པ། རང་བཙན་གྱི་སྡིངས་ཆ་གང་ལ་ལངས་ཀྱི་ཡོད་ན་ཁ་ཞེ་གཉིས་མེད་ཀྱི་རང་བཙན་ག་ལ་ལས་ཀ་བྱེད་ཉེན་ཅིག་དང་དབུ་མའི་སྡིངས་ཆ་ག་ལ་ལངས་ཀྱི་ཡོད་ན་ཁ་ཞེ་གཉིས་མེད་ཀྱི་དབུ་མའི་སྡིངས་ཆ་ག་ལ་ལས་ཀ་བྱེད་ཉེན། ངོ་ལྐོག་རྒྱབ་མདུན་མེད་ཉེན། ལྷག་པར་དུ་བོད་སྤྱི་བིག་གི་རྩ་དོན་དེ་གཡོ་འཚོང་མི་བྱེད་ཉེན་གྱི་མེ་ལྕེ་བསྡམ་དགོས་པ་དེ་གལ་ཆེན་པོ་ཞིག་འོས་ཡིན་མི་ཆ་ནས་ང་རང་གིས་རྒན་དོན་གྲུབ་ཚེ་རིང་ལ་དེ་འདྲ་གི་སྤྱི་མི་ཚད་ལྡན་ཅིག་ཡིན་པ་ལ་ངོས་འཛིན་བྱས་པའི་ཐོག་ནས་ནི་ཁོང་ལ་རྒྱབ་སྐྱོར་ཞུ་གི་ཡོད་དེ་འདྲ་ཡིན་པའི་ཆ་ནས་ཁ་ཚོན་ཉེ་བའི་ཆ་ལ་ང་ལ་ཅིག་ཁ་པར་གྱི་ལམ་ནས་ནི་དྲ་ལམ་ནས་སྐད་ཆ་འཕྲད་དེ་ནི་རྣམ་པ་ཚོ་ལ་རྣམ་པ་ཚོ་གིས་ཁྱེད་རང་གིས་བྱང་ཨ་རིག་གི་སྤྱི་འཐུས་སུ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ཟེར་ལ་སྐད་ཆ་དྲི་ངན་ཚོ་ལ་ངས་རྣམ་པ་ཚོའི་ལན་ཡང་དེ་རིང་ངས་རྙེད་འདི་འབུལ་གི་ཡོད་དེ་འདྲ་ཡིན་པའི་ཆ་ནས་ང་རང་ལ་ཡིད་ཆེས་དང་ཅིག་དོ་ནོར་གནང་དེ་ཉིད་གཙོ་བོ་བྱས་པའི་བྱང་ཨ་རི་ཁོ་ལ་བཞུགས་ཉེན་གྱི་ཤ་ར་གཅིག་པའི་བོད་པ་ཚང་མ་གིས། སྐྱེ་བ་གི་རྩ་ལྟུང་རང་ལ་དགོངས་པ་བཞེས་བྱས་ནས་སོ་སོའི་བརྟག་དཔྱད་ཞིབ་འཇུག་བྱས་པའི་ཐོག་ནས་འོས་བླུགས་ས་དེ་མ་ནོར་བ་ཅིག་ལ་བླུགས་རོགས་གྱིས་ཞུ་གི་ཡོད་དེ་ནི་རྣམ་པ་ཚང་མ་བཀའ་དྲིན་ཆེ་ཐུགས་ཆེ།